རྣམ་པ་ལྷན་རྒྱས་ཚང་མ་ལོ་ལ་ཡར་འཚམས་འདེགས་སྐྲིས་ལེགས་བྱས་ནས་ཞུ་ཡས་ཀྱིན་ལན་ཅིག་གསལ་རོགས་གནང་གི་ལེ་ཚན་འདིའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་བདེ་ལྷན་ཚོགས་ཀྱི་གྲོས་ཚོགས་ཚུགས་དུས་ལྔ་པ་ལས་ཉིན་བཞི་པའི་སྐབས་སྐུའི་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་མཆོག་གིས་བཀའ་ཤག་གི་ལས་དོན་གནང་ཕྱོགས་དེ་དྲི་རྩད་གནང་བ་ཁག་ལ་སྲིད་སྐྱོང་མཆོག་གིས་ལན་འདེབས་གསལ་བཤད་གནང་བ་ཞིག་གཤམ་ལ་གསན་གཟིགས་ཡོང་བ་ཞུ། ཞྭ་རས་དེ་བྱོན་དགོས་ཡ་གལ་ཆེན་པོ་འདུག་ད་ལྟ་ནད་ཡམས་ཀྱི་གནས་སྟངས་ཀྱི་ཐོག་ནས་ཡིན་ན་ཀ་མེད་གསུམ་པའི་སྐབས་སུ་ཕ་རྗེས་ཞྭ་རས་དེ་ཕ་སྤིན་ལ་བརྩིས་ཏེ་དེ་བཙོང་མ་འདྲ་ཅིག་ལེགས་ཡོད་པའི་བུ་བཙོང་འདྲ་ཅིག་འདུག་དེ་དགོངས་པ་ཡོད་རུང་ནང་སེ་ཤོར་ཡིན་ད་ལྟ་ང་ཚོའི་གྲོས་ཚོགས་ཀྱི་ཚོགས་ཁོངས་ནང་ལོག་ལ་རླུང་བཙོང་མ་བཟོ་ཡག་གི་འཁྲིད་ཆོས་ཁག་ཁ་ཤས་ཅིག་བཙུགས་ཡོད་དེ་དེ་དེ་འདྲས་ཀྱི་ཐོག་ནས་དེ་ཐུགས་ཕན་བྱེད་གི་མིན་ནོ་བསམས་སོ། ཞི་བདེའི་མཁན་པོ་འཇམ་དཔལ་བསྟན་འཛིན་ལགས།
བཀའ་བསྟན་གཙོ་གཙོ་མཆོག་བཀའ་དྲང་ཡིག་ཚང་གི་ལས་དོན་བཤད་ཕྱོགས་ཀྱི་སྒང་ལ་བསམ་ཚུལ་ག་ཤེད་བྱས་ཡ་ཡོད། དེང་དེ་དག་བཀའ་དྲང་ཡིག་ཚང་ཡིན་པ་ཡིན་ན་ང་རང་ཚོ་བོད་མིའི་སྒྲིག་འཛུགས་མ་ལག་དང་བཅས་པ་ཚང་མ་འོ་ལ་བཀོད་འདོམ་བྱེད་མཁན་གྱི་གནས་དང་བཀོད་འདོམ་ཁང་ལྟ་བུ་ཞིག་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དེ་ལྟའི། གནས་ཚགས་ཚུད་པོ་ཅིག་དང་བརྟན་པོ་ཅིག་འགྲོ་དགོས་དེ་ཧ་ལས་པ་གལ་ཆེན་པོ་ཅིག་མཐོང་གི་ཡོད་རེད་དེ་འདི་ད་ལྟའི་བཀའ་ཤག་གི་སྐབས་ལ་ཡིན་ན་བཀའ་བློན་མང་པོ་ཅིག་བསྐོས་ཐུབ་ཡོད་མ་རེད་དེ་ཡིན་དེ་ད་དཔལ་ལྡན་སྲིད་སྐྱོང་མཆོག་གི་གནས་ལྷན་ཁང་ཁག་མང་པོ་ཅིག་གི་བཀའ་བློན་གཅིག་ཆོག་བྱས་ཡོད་རེད་དེ་འདི་ང་རང་གི་དུས་རྒྱུན་དུ། སེམས་ནང་ལ་ཅིག་ཚོར་སྣང་འདྲ་ཅིག་ག་རེ་ང་རང་ཚོའི་སྤྱི་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་སྒང་ལ་ཏག་ཏག་ཅིག་ཡོང་དགོས་ན་ནི་དེ་འདྲ་བསམ་གྱི་འདུག་དེ་འདྲ་ཡིན་དེ་ད་ང་རང་ཚོའི་བཀའ་བློན་རྣམ་པའི་ནང་ལ་ཡང་བཀའ་བློན་ཉམས་མྱོང་ཅན་མང་པོ་ཡོད་དེ་འདྲ་ཡིན་དེ་ལས་དོན་འདི་ཆ་བགོས་ཅིག་བྱས་པ་ཡིན་ན་དེ་ཅིག་ཡང་ཚགས་ཚུད་པོ་དང་ཡར་རྒྱས་ཡོང་བ་ལ་ཕན་ཐོགས་ཆེན་པོ་ཡོད་རེད་བསམ་གྱི་འདུག། དཔེར་ན་བདེ་སྲུང་བཀའ་བློན་ལྟ་བས་ན་སྣང་སྲིད་བཀའ་བློན་སྒང་ལ་བཞག་པ་ཡིན་ན། ནི། ཉམས་མྱོང་དང་ནུས་པ་གང་གི་ཐད་ཀྱི་ཡིན་ནའང་ཚགས་ཚུད་པོ་ཡོད་དུས་དེ་དེ་འདྲ་ཡང་ཁྱབ་སྒུག་བྱེད་མི་འདུག་དེ། དཔར་བདུན་སྲིད་སྐྱོང་མཆོག་གིས་དགུ་པ་དམིགས་ཡུལ་རྒྱུ་མཚན་ག་འདྲ་ཅིག་ལ་གཟིགས་པ་ཡིན་ན། དེ་རེད། དེ་ག་ནང་བཞིན་ད་དཔར་བདུན་སྲིད་སྐྱོང་མཆོག། འཛམ་གླིང་གི་ཡུལ་གྲུ་ཁག་མང་པོ་ཅིག་ལ་ཕེབས་ཀྱི་ཡོད་རེད། ད་ཕེབས་དགོས་ས་ལོས་ཡོད་ཀྱི་རེད། ཡིན་པ་ཡིན་ན་ཡང་ལས་དོན་གྱི་ཆ་ནས་ནི། ད་སྤྱི་དོན་བཀའ་བློན་ཁོ་རང་གི་ལས་དོན་གྱི་ཆ་ནས་གང་གི་ཐད་ཀྱིས་ན་མང་ཙམ་ཅིག་བཏང་བ་ཡིན་ན། འོ་ནི་གཅིག་གིས་སྐད་ཡིག་གི་ཆ་ནས་ཡིན་ན་དག་དག་ཅིག་ཡོང་པ། གཉིས་སུ་ཡིན་ན་གང་བཤད་དགོས་ཡ་དེ་བཤད་བཤད་མི་དགོས་ཡ་དེ་མི་བཤད་དེ་འདྲ་ཡིན་ན་སྤྱི་ཚོགས་བར་ལངས་སྟངས་སེམས་ཀྱི་སྒང་ལ་ཡང་དེས་ཕན་ཐོགས་ཡོང་ས་རེད་བསམ་གྱི་འདུག་མ་གཏོགས་ང་ཚོ་མཚམས་མཚམས། ཡི་གྲུ་ཁག་མང་པོ་ཅི་ཡང་ཕེབས། ད་ལྟ་སྒང་ནས་ཕྱག་རོགས་ཕྱིན་ཚུལ་གྱི་གསུངས་པ་ནང་བཞིན་རེད་ཕན་ཐོགས་ཡོད་ཀྱི་ད་ཡང་དེའི་ལྡོག་ཕྱོགས་ཀྱི། སྤྱི་ཚོགས་བབ་བརླང་བཏང་སེམས་ཀྱི་སྒང་ལ། དཀའ་མོར་ནང་བསྟན་གྱི་སྒོ་ནས་ག་འདྲ་ཅིག་ཡོང་གི་ཡོད་དེ་འདྲ་བའི་ཚོར་སྣང་ཡང་ཡོང་གི་འདུག་དེ་འདྲ་ཡིན་དེ་དཔལ་ལྡན་སྲིད་སྐྱོང་མཆོག་པས་ནང་དམག་ཅིག་ཡིན་ན། དམག་དཔོན་ལྟ་བུ་ཅིག་རེད། དམག་དཔོན་དེས་བཀོད་འདོམས་ཁང་གི་ནང་ནས་བསྡད་པ་ཡིན་ན། ཕྱོགས་ཡོངས་ལ་བཀོད་སྒྲིག་ཡག་པོ་ཅིག་བཞག་ཐུབ་པ་ཡིན་ན། ཕྱོགས་ཡོངས་ཀྱི་སྒོ་ནས་བརྟན་པོ་ཞིག་ཆགས་ཡོད་དེ་དེའི་སྒང་ལ་ཐུགས་བསམ་ཅིག་བཞེས་ཐུབ་པ་ཡིན་ན། ཡག་པོ་ཡོད་ས་རེད་བསམ་གི་འདུག་དེ་མ་གཏོགས་མི་གཅིག་གིས་འདི་འདྲ་ད་ལྷན་ཁང་མང་པོ་ཅིག་གི་འགན་བཟུང་དེ་ནས་ད་འཛམ་གླིང་རྒྱལ་སྤྱིའི་སྒང་ལ། ཕེབས་ན་ཤོག་ཅིག་གི་ཕན་ཐོག་ལོས་ཡོད་དང་ཤོག་ཅིག་གིའང་ཐིག་ཤོར་མང་པོ་ཅིག་ཏན་ཏན་ཆགས་ཀྱི་འདུག་དེའི་སྒང་ལ་ཡང། ཐུགས་སྣང་གཞན་སྐད་འདྲ་བོ་ཡིན་དྲི་བ་དམིགས་བསལ་མེད། དྲི་ལན་ཡང་མེད་ན་འགྲིགས། ཀུ་རུ་སྤྱི་འཐུས་གཞན་པ་ཅིག་གིས་ད་ལན་སྒུག་གི་མེད་ཞེས་ནས་གསུངས་སོང། ད་ལན་སྒུག་གི་མེད་གསུངས་དུས་བསམ་པ་ལ། ཨ་དེའི་སྒང་ལ་ཡང། ལན་བརྒྱ་མོ་འགོག་བྱེད། ད་ག་ད་ད་ད་ལས་དོན་གང་འགྲོ་བསྡད་ཀྱི་ཡོད་པ་འདི་གའི་ཚང་མ་ལོ། བཅའ་ཁྲིམས་དང། སྒྲིག་གཞི་གཞི་བཟུང་བྱེད་འགྲོ་བསྡད་ཡོད་མ་རེད་བྱེད་ཀྱི་དེ་ལས་སྤྲོས་པས་གང་ཡང་འགྲོ་གི་མེད། ལས་བགོས་ག་འདྲས་རྒྱག་དགོས་ཀྱི་ཡོད་མེད་དེ། སྲིད་སྐྱོང་གི་འགན་དབང་ཆགས་བསྡད་ཡོད་དུས་བསམ་པ་ད་ལྟའི་ལས་ཀ་ལ་འཐུས་ཤོར་འགྲོ་གི་མེད་བྱེད་ནས་ཞུ་ཡ་ཡིན། དེ་ལྷག་ལན་མོ་འགོག་གསུངས་པས་སོང་ཙང་ཞུ་སྲིད་མོ་དོན་འགའ་མཁན་བྱེད། པོ་འཇམ་པ་བསྟན་འཛིན་ལགས།
བ་དན་ཚོགས་གཙོ་མཆོག། དགའ་སྐྱོང་ཡིག་ཚང་གི་ལས་དོན་བྱེད་ཕྱོགས་ཀྱི་སྒང་ལ་བསམ་འཆར་ཆུང་ཆུང་ཞིག་བཤད་ཡོད། དེ་འདི་ད་ལྟའི་འཛིན་སྐྱོང་བཀའ་ཤག་གིས་འོས་མི་རྣམས་ལ་ཞལ་སྐྱོད་བྱེད་ཀྱི་ཡིན་གསུངས་ཀྱི་ཡོད་རེད། དེ་ག་ནང་བཞིན་དེ་དང་མཉམ་པོ་ལ་བོད་དེ་ལོ་རྒྱུས་ཀྱི་ཆ་ནས་རང་བཙན་གཙང་མ་ཡིན་པ་དེའང་འཛམ་གླིང་རྒྱལ་སྤྱིའི་སྡང་ཆའི་སྒང་ལ་སྐྱེལ་གིན་སོང་གི་ཡོད་རེད། དེ་ཚོ་ཡག་པོ་རེད། དུ་བྱས། ངོ་མ་ཡིན། སྐབས་སྐབས་ཅིག་ལ་ང་ཚོ་འོ་མ་དང་རང་བཙན་ཁ་ལ་ཁྱེར་ནས། བོད་ནང་ཁར་ལ་ཡིད་འཁྲུག་ཆེན་པོ་ཅིག་བྱུང་གི་ཡོད་རེད། ང་རྒྱལ་ཁྱོད་ཕམ། ཁྱོད་ཤི་ང་གསོན་དགོས།

ཀུ་རུའི་སྤྱི་འཐུས་གཅིག་གིས་དབུ་མའི་ལམ་ནི་ཡང་ད་ལྟ་ཤར་བསྐྱོད་བྱེད་འགྲོ་སྡད་ཀྱི་ཡོད་རེད། དེ་གལ་ཆེན་པོ་རེད་བོད་ཀྱི་ལོ་རྒྱུས་ཀྱི་ཐོག་གི་རང་བཙན་ཡིན་པའི་གནས་ཚུལ་དེ་རྒྱལ་སྤྱིའི་སྤྱི་ཚོགས་ལ་བཤད་ཡ་དེ་གལ་ཆེན་པོ་ཆགས་སྡད་ཀྱི་འདུག་གསུང་ཡ་དེ་ད་དེའི་དགོས་པ་དང་རྒྱུ་མཚན་ཁྱོན་ཡོངས་ནས་ཆ་ཚང་གཅིག་གྲོས་ཚོགས་སྐབས་སྔ་མ་ལས་ཞུས་ཟིན་པ་ཡིན་ཨང་དེ་མུ་མཐུད་ནི་གྲོས་ཚོགས་ཀྱི་འགྲིག་གི་མ་རེད་ཟེར་ནི་མ་གསུང་བར་དུ་ང་ཚོ་མུ་མཐུད་ནི་འགྲོ་ཡ་ཡིན་ཕྱིན་དགོས་པ་རྒྱུ་མཚན་བཞིས་ཡོད་ཟེར་ནི་དེ་ཡོངས་གྲགས་ཀྱི་གྲོས་ཚོགས་ནང་ལོགས་ལས་ཞུ་བཞག་ཡོད་མང་ཚོགས་ནང་ལོགས་ལ་གཏམ་བཤད་བྱེད་པའི་སྐབས་ལས་ཨ་ནི་འཕྲོད་བསྡད་ཀྱི་ཡོད་ཨ་ནི་ཀུ་རེ་སྤྱི་འཐུས་ཀྱི་རེ་བ་བཅོམ་པ་ནང་བཞིན་བྱས་ནས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་བསམ་འདུན་བསམ་ཚུལ་མ་འདྲ་བ་ཡོང་ཨེ་ཡིན་པ་དེ་ཁོ་རང་བཞིན་རེད་ཆོས་ཉིད་རེད་ཧང་སང་བའི་གལ་ཡོད་མ་རེད་དེ་བསམ་ཚུལ་མ་འདྲ་བ་ཡོང་ཨེ་དེ་ཡང་སོ་སོའི་གི་རིག་པ་དང་ཤེས་དཔལ་གྱི་སྟོབས་ཀྱི་དབང་གིས་ཡོང་གི་ཡོད་རེད། ཉམས་མྱོང་ལ་གཞི་བཅོལ་ནས་ཡོང་གི་ཡོད་རེད། ཨ་ནི། སོ་སོའི་གི་གཉེར་མས་གི་ལས་བྱ་བའི་གི་འབྲས་བུ་ལ་བརྟེན་ནས་ཡོང་གི་ཡོད་རེད་དེ་ཡིན་དུས་བསམ་པ་དེ་སྣ་ཚོགས་ཅིག་ཡོང་གི་རེད་དེ་ཡིན་པ་ཡིན་ནས་ང་ཚོ་གི་རྩ་དོན་གཅིག་དང་ཁ་གཏད་གཅིག་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཚང་མ་ལོག་ནུས་པ་མཉམ་སྤུངས་བྱེད་དགོས་དེ་གལ་ཆེན་པོ་ཡིན་པས་སོང་ཙང་ཨ་ནི་བཀའ་ཤག་གི་བསམ་བློ་བཏང་སྟངས་རིག་པ་དཀྲུགས་བྱེད་ད་ག་ཚོད་ཐུག་ཐུག་ཅིག་འབད་བརྩོན་བྱེད་པའི། སྐད་ཆ་ཡིན། རྨ་ཁ་སོས་ལས་ཕན་པ་དང་དེ་འདྲའི་ཅི་རོགས་པ། རེ་བ་རྒྱབ་གི་ཡོད་བྱས་ནས་དེ་ཡིན། བསྟན་དེ་དག་ང་ཚོ་ལོ་རྒྱུས་ཀྱི་ཐོག་གི་བོད་དེ་ནི་རང་བཙན་གཙང་མ་ཡིན་པ་བཤད་མ་དགོས་པ་རེད། དེ་ནི་ད་ལྟའི་འཛམ་གླིང་རྒྱལ་སྤྱིའི་སྒང་ལ་ཕར་སྐྱེལ་དགོས་པའི་སྐབས་ལ་ཡང་ང་རང་ཚོ་བོད་ཀྱི་ས་ཁམས་དང། དེ་ག་ནང་བཞིན་བོད་ཀྱི་ས་ཁྱོན། དེ་ག་ནང་བཞིན་བོད་ཀྱི་ལོ་རྒྱུས། པོ་དེ་ཡང་ན་ད་རིན་པོ་ཆེ་ཐམས་ཅད་བཀག་སྟེར་མཁན་མཛོད་ཡིན་པ། དེ་ཧ་ནང་བཞིན་ད་ཕྱི་སྐྱོད་བླ་མིག་ལ་སོགས་པ་དངུལ་སྒོར་ལ་སོགས་པ། དེ་ནས་མིའི་གྲངས་ཀ་ལ་སོགས་པ་ལ་སོགས་པ་མདོར་ན་པོ་ཀི་རྒྱལ་དར་ལ་སོགས་པ་ཐམས་ཅད་ནི་ང་རང་ཚོ་བོད་རང་བཙན་གཙང་མ་ཡིན་པའི་ཁུངས་སྐྱེལ་གྱི་བདེན་དཔང་པའི་དད་འདན་ཅིག་ང་ཚོ་ལ་ཡོད་རེད། དེ་ག་ནང་བཞིན་ང་རང་ཚོ་བོད་ཀྱི་ས་ཁྲ་དེ་ཡང་ན་ངས་སྔོན་མ་ཇི་བཞིན་དེ་ག་ནང་བཞིན་ཕྱི་དྲིལ་ལས་ཁུངས་དང་འབྲེལ་ཡོད་སྲིད་ཇུས་ལས་ཁུངས་ཚོ་ལ་ཡང་སྲིད་ཇུས་ཉམས་ཞིབ་ལས་ཁུངས་ལ་ཡང་ཞུས་པ་ཡིན། ང་རང་ཚོ་བོད་བཙན་པོའི་སྐབས་ཀྱི་ས་ཁྲ་གཅིག་ཡིན་ཚུལ་མི་ཉིད་ང་ཚོ་གཏན་འབེབས་བྱེད་དགོས་འདུག། དེ་ག་ནང་བཞིན་ང་རང་ཚོ་བོད་ཀྱི་གྲུ་ཚོགས་ར་བའི་ནང་ལ་ཡང་དེ་གར་དགོས་ཀྱི་ཡོད། བོད་གྲུ་ཚོགས་ར་བའི་ནང་ལ་ཡང་ན་ཡོད་མི་སྣ་མང་པོ་ཡོང་དགོས་དེའི་སྐབས་ལ་ཡང་ངོ་སྤྲོད་ཅིག་བྱེད་ཀྱི་ཡོད་རེད་ང་ཚོ་བོད་བཙན་པོའི་སྐབས་ལ་འདི་འདྲ་ཅིག་ཡོད་རེད། ད་ལྟའི་སྐབས་ལ་འདྲ་འདྲ་ཅིག་ཡོད་རེད་ཟེར་ཡ་ཅིག་བོར་བ་དེ་ཚོ་ཧ་ཅང་གི་གལ་ཆེན་པོ་རེད། ཡིན་ན་ཡང་དེ་ལས་གལ་ཆེ་བ་ཅིག་ངས་ག་རེ་མཐོང་གི་འདུག་ཟེར་ན། ང་རང་ཚོ་རང་བཙན་གཙང་མ་ཡིན་པའི་དཔང་རྟགས་གལ་ཆེ་ཤོས་ཤིག་དེ། ད་རྩྭ་ཕུའི་གདོང་བརྒྱུད་ང་ཚོ་རྩྭ་ཕུའི་ཁྱིམ་ཚང་ཟེར་ཡ་ཅིག་ཡོད་རེད་དེ་དེའང་ད་ལྟའི་གནས་སྐབས་ན་གྲ་མ་ཉམས་སྤྲུལ་མ་ཞིག་པའི་ཡོད་པའི་སྐབས་ལ། དེ་ཚོ་ལ་ང་ཚོ་མཐོང་ག་ཟེར་དགོས་རེད་མཐོང་ཅིག་སྤྲད་དགོས་ཡ་སྟེགས་ཧ་ཅང་གལ་ཆེན་པོ་རེད། དེ་འདི་དེ་ཙང་ག་ཙང་དེ་རང་གི་འཛམ་གླང་རྒྱལ་སྤྱིའི་གི་གར་སྟེགས་མང་པོ་ཅིག་གི་སྒང་ལ་ནི་ད་རྒྱལ་པོ་ཡོད་པའི་རྒྱལ་པོ་དང་དེ་ཧ་ཅང་རྒྱལ་གྱི་ཚོ་མང་པོ་ཅིག་མཉམ་འཛོམས་བྱས་ནས་འགྲོ་ལམ་གི་ཚོགས་འདུ་མང་པོ་འཚོགས་ཀྱི་ཡོད་རེད། དེ་འདི་དེ་དེ་ལྟ་བུའི་གར་སྟེགས་གི་སྒང་ཆབ་སྲིད་གར་སྟེགས་གི་སྒང་ལ་ང་ཚོ་རྩ་སྤུ་སྡོང་གི་ཡོད་པའི་ལྷ་རྒྱལ་རི་ཁྲི་ཆེན། དང་དེ་དང་འབྲེལ་ཡོད་ཀྱི་ཁྱིམ་རྒྱུད་ཀྱི་མི་སྣ་སྐར་ཆེན་ཚོ། ཀ་སྟག་དེའི་སྒང་ལ་འབྲོག་ཡལ་གྱི་སྐར་རྩི་བསྐོར་ནས་འབའ་ཚུལ་སྤྲོ། ཞེས་ཡོད་རེད་ཡོད་མ་རེད། མ་འོངས་པ་དེ་འདྲ་ཤེས་གི་ཡིན་མེད། འདི་ངས་དཔེ་གལ་ཆེན་པོ་མཐོང་གི་འདུག་ང་ཚོའི་ངོས་ནས་བོད་རང་བཙན་གྱི་སྐར་རྩི་བསྐོར་འདྲའི་རྣམ་པ་ཅིག་འཛམ་གླིང་རྒྱལ་སྤྱིའི་སྒང་ལ་སྤེལ་དགོས་པ་ཡིན་ན། དེ་གཅིག་རེད།

ཡིན་ན་ཡང་ཡུམ་ཤོག་གི་བྲན་དགུ་ལ། རྩ་སྤུ་གདོང་གཅིག་ཡིན་པའི་ཁྱིམ་ཚང་དེས། ད་དུང་བཞུགས་ཁྲི་དེ་ཡང་ནི། སོར་མོ་ལྔ་ཡི་ནི་དེ་ཁྲི་གང་ཙམ་ཙིག་ཡིན་ཚིག་མི་ཉེར་སྤར་ནས་བཞག་དགོས་དེ་ང་ཚོ་ཧ་ཅང་གལ་ཆེན་པོ་མཐོང་གི་འདུག་ངས་འདི་དེ་རིང་གད་མོ་སློང་ཡག་བྱེད་དུ་མེད། དེའང་ནང་བཞིན་ངོ་མ་ཡིན་ན་ང་རང་ཚོ། ཞི་འདིའི་ཐད་ཀུ་ཟེ་ཡ་དེ་འདྲ་མང་པོ་ཅིག་ཡོང་གི་ཡོད་རེད། ཡིན་ན་ད་ག་ཚང་དེ་རིང་གོང་ས་སྐྱབས་མགོན་རིན་པོ་ཆེ། ཆབ་སྲིད་ཀྱི་སྐུ་དབང་གི་དགོངས་པ་གཞི་ཚགས་རེད། ཡིན་པ་ཡང་ན་རྩ་བོད་ཁྱིམ་ཚང་གལ་ཆེན་པོ་དེ་འདྲ་ཅིག་ཡོད་པའི་སྐབས་ལ། མ་འོངས་པའང་ཚོ་བཅའ་ཁྲིམས་བསྐྱར་བཅོས་གཏང་དགོས་ན་ག་འདྲ་དགོས་བ་ཡིན་ན། ང་རང་ཚོ་བོད་མདོ་དབུས་ཁམས་གསུམ་གྱི་སྤྱི་ཡོངས་ཀྱི་འཐུས་མི་གཅིག་ཐབས་བཀོད་བྱེད་དགོས་ཡ་གལ་ཆེན་པོ་རེད། དེ་ཡོད་སྲོལ་རེད་རྩ་བོད་ཁྱིམ་ཚང་གི་གདོང་རྒྱུད་བཀྲ་མ་ཉིམ་དཀྲི་མི་ཞིག་པ་དེ་བཞག་དགོས་ཡ་དེ་ངས་གལ་ཆེན་པོ་ཅིག་མཐོང་གི་ཡོད། དེ་ག་རེ་ཟེར་ན་ད་ཁོ་རང་ཚོ་ཡང་ན།

དེ་བསམ་ཚུལ་གཅིག་གཅིག་དེ་ཡིན།
ད་བོད་བཙན་པོའི་སྐབས་ཀྱི་ས་མཚམས་དེ་ལས་གོ་གི་འདུག་ཟེར་ཡ་དེ་ཚོ་དེ་ག་དེ། ཁོ། འཛིན་སྐྱོང་འདྲ་བོ་བྱིན་པ་ཡིན་ན་འཛིན་སྐྱོང་གི་ས་ཆ་ག་བ་ཅི་ལ་བཞག་ན་ཡག་ས་རེད། ད་དེ་ཡང། དེ་བྱས་པ་ཡིན་ན། ཡང་ང་ཚོ་སྤྱི་བཏང་གི་ལོ་རྒྱུས་བཤད་པའི་སྐབས་ལ། ཨ་ནི་ད་བོད་ཀྱི་ས་ཁྱོན་ཆེ་ཤོས་དེ་བཙན་པོའི་སྐབས་དེ་ཆགས་བསྡད་ཀྱི་ཡོད་རེད་དོན་ཡིན་དུས་བསམ་པ་ཡང་དེའི་རྗེས་ཀྱི་ལོ་རྒྱུས་ཀྱི་གནས་བབ་དེ་ཚོ་ཡང་འགྲེལ་བཤད་རྒྱག་དགོས་དགོས་ཡོད་ན་ཡང་བོད་ཀྱི་ས་ཁྱོན་ཆེ་ཆུང་གི་གནས་བབ་འདྲ་བོ་དེ་འདྲའི་ལྟར་ལོ་རྒྱུས་ཉམས་ཞིབ་པ་གྱི་བྲིས་བྱ་བ་དེ་འདྲ་མང་པོ་ཡོད་རེད་དེ་ཚོའི་ཐད་ང་དང་ཡང་སྤྱི་འཐུས་ལྷན་ཚོགས་དེར་བཞག་དགོས་དགོས་ཡོད་ན་བ་འདི་ཚོགས་གཙོ་གཞོན་གཉིས་ཀྱི་དགོངས་པ་བཞེས་དགོས་ཡག་གི་གནས་སྟངས་ཇི་རེད་བྱས་ནས་ཨ་དེ་བྱས་ཡིན་ཨ་ནི་དེ་ནས་ད་ལྟ། བོད་རྒྱལ་གྱི་གདུང་རྒྱུད་དང་འབྲེལ་བའི་ཐོག་ནས་ཀྱིས་གསུངས་པ་རེད་ད་ང་ཚོ་བཙན་བྱོལ་སླེབས་ནས་ལོ་དྲུག་ཅུ་རེ་གསུམ་སླེབས་བསྡད་ཡོད་རེད་དེའི་བརྒྱུད་རིམ་གྱི་ཁྲོད་ནས་ཨ་ནི་བཙན་པོའི་གི་གདུང་རྒྱུད་ལ་འགྲོ་སྟངས་གཅིག་དེ་ངེས་ནས་ཡོད་ཡོད་པ་གཅིག་རེད་ཤག་ད་གཙོ་བོ་དེ་གདུང་རྒྱུད་གི་སྐུ་ཚབ་དེ་བསད་དེ་རྩིས་ཡག་གི་ལུགས་སྲོལ་གྱིས་འགྲོ་བསྡད་ཡོད་རེད་དེ་ཡིན་དུས་བསམ་པ་ལྷ་རྒྱལ་རི། ཁྲི་ཆེན་དགོངས་པ་རྫོགས་པའི་རྗེས་ལ་ཡང་ཨ་ནི་གདུང་སྲས་ལ་གོ་གནས་ད་ག་རང་ཕུལ་བའི་ཐོག་ནས། ད་ལྟ་ངས་ཤེས་རྟོགས་བྱས་འགྱུར་བ་ཕྱིན་མེད་པ་ཡིན་ན་གདུང་སྲས་ད་ལྟ་ཨ་མི་རི་ཀ་ལ་བཞུགས་ཡོད་རེད། ཨ་ནི་ཁོང་གཞུང་འབྲེལ་མཛད་སྒོ་ཡིན་ནའི་རེད། གསུང་ཆོས་དེ་འདྲའི་སྐབས་ལ་ཡིན་པ་ཡིན་ན་སྐུ་མདུན་གྱིས་ཉེ་འཁྲིས་རང་ལ་མེད་སྐད། འབོག་གདན་གཅིག་བཞག་ཆེ་ཨ་ནི་གཞན་པ་དང་མ་འདྲ་བའི་གི་ཆེ་མཐོང་གཅིག་སྣང་ཡག་གི་ལུགས་སྲོལ་གཅིག་ཡོད་ཡོད་པ་རེད་བཞག་ཆེ་ནི་དེ་ཞུ་ཡག་རེད་ཨ་ནི་ང་རང་ཚོའི་ཆབ་སྲིད་གི་སྒྲོམ་གཞི་དང་འཛིན་སྐྱོང་གི་སྒྲོམ་གཞི་ཚང་མ་མང་གཙོའི་ལམ་སྲོལ་ལ་ཕྱིན་ཚར་བ་རེད་དེ་ཡིན་དུས་བསམ་པ་ད་ལྟ་ཆབ་སྲིད་གི་ལས་དོན་བྱེད་ཡག་དང་སྤྱི་ཚོགས་གི་བདེ་དོན་སྒྲུབ་ཡག་འཛིན་སྐྱོང་གི་ལས་དོན་བྱེད་ཡག་འདི་ཨ་ནི་ད་ལྟ་ལམ་སྲོལ་གཞིར་བཟུང་བྱས་ནི་འགྲོ་བསྡད་ཀྱི་ཡོད་རེད་ད་དེ་ལས་ལྷག་ཅིག་གི། ད་ལྟ་ཅིག་གི་གོ་གནས་དང་ཆེ་མཐོང་ཕུལ་དགོས་ཡག་གི་དགོངས་ཚུལ་ཅིག་གསུངས་སོང། དེ་ཚོ་དེང་ག་འདི་བཅའ་ཁྲིམས་ནང་ལོག་ལ་ཡང་འགྱུར་བ་བཏང་ཐུབ་ན་ཡག་པོ་ཡོག་རེད་ཞེས་ནས་བཀའ་གནང་སོང་བཅའ་ཁྲིམས་འགྱུར་བ་བཏང་ཡག་གི་དབང་ཚད་དེ་བོད་མ་སྤྱི་འཐུས་ལྷན་ཚོགས་ལ་ཡོག་རེད་བཅའ་ཁྲིམས་ནང་ལོག་ལ་ཡང་གལ་ཆེ་འགྱུར་བ་དེ་འདྲའི་བཏང་དགོས་ཡག་གཟིགས་པ་དང་དེ་འདྲའི་གཏན་འབེབས་བྱེད་བྱུང་ཐུབ་བ་འདྲ་བོ་བྱིན་པ་ཡིན་ན་ཨ་ནི་མི་བཅའ་ཁྲིམས་གཞི་བཟུང་གི་འཛིན་སྐྱོང་གི་ལས་ཀ་བྱེད་དགོས་ཀི་ཡོད་པའི་སོང་ཙང་ཨ་ནི་ང་ཚོ་དེ་འདྲའི་ཞུ་ཆོག་གི་རེད་ཞེས་ནས། དེ་ཅིག་ཞུ་བ་ཡིན། བརྟན་བཞུགས་ཀྱི་དུས་ཚོད་དང་འབྲེལ་བའི་ཐོག་ནས། ཨ་ནི་ཡང་ཅིག་དུས་ཚོད་དེ་ཏག་ཏག་ཅིག་མེད་པ་འདྲ་བོ་ཕྱིན་པ་ཡིན་ན། ཨ་ནི་རྣམ་རྟོག་ལ་བརྩི་ཡ་དང་དེ་འདྲས་ཡོད་པ། དེ་འདྲའི་སྐོར་ཅིག་གསུངས་སོ། ད་དེ་ང་སྒེར་ངས་ད་ཤེས་ཀྱི་ཡོད་མ་རེད་དེ་ད་ལྟ་ཀུ་རེ་སྤྱི་འཐུས་མཆོག་གསུངས་པ་རེད་ཡིན་ནའི་ང་ཚོ་དུས་ཚོད་དེ་གའི་དེ། བོད་མིས་བརྟན་བཞུགས་ཕུལ་ངེས་ཀྱི་ཐག་གཅོད་ཀྱི་ཡོད་མ་རེད། བརྟན་བཞུགས་འབུལ་མཁན་སུ་ཡིན་པ་ཡིན་ན་དེའི་ཐག་གཅོད་ཀྱི་ཡོད་མ་རེད་ཡ། རེ་བ་འདི། དབྱེན་གསང་ཞུ་གི་ཡོད་རེད། དབྱེན་གསང་ཞུས་ནི་ཨན་དུས་ཚོད་ག་འདྲའི་ཅིག་ལས་ཡག་ག་འདུག་མི་འདུག་འདི་ཕོ་བྲང་རང་ནས་གཟིགས་ཞིབ་གནང་གི་ཡོད་རེད་ད་ག་ན་ཕྱིན་ཆིད་ནི། བརྟན་བཞུགས་ཀྱི་ཆོ་ག་དེ་ཡང་ག་རེ་བྱེད་དགོས་ཀྱི་ཡོད་མེད་དེ་ཕོ་བྲང་རང་ནས་མ་བཀའ་གནང་ཕྱིར། ཨན་དེ་ཕྱིར་དེ་དེ་བཞིན་ཕྱིན་ནི་ང་ཚོས་སྒྲུབ་ཀྱི་ཡོད་རེད། ཨན་སྤྱི་བཏང་གི། འབུད་ཐོ་དང་མེ་འདྲེ་བརྒྱ་ཤས་ནང་ལོགས་ལ་ག་རེ་ཕུལ་མ་ཕུལ་ཟེར་ཡ་དེ་ཚོ་མང་པོ་ཅིག་ད། རྡོ་རྗེ་སློབ་དཔོན་སུ་འདྲ་ཅིག་ཡིན་པ་ཡིན་ནས་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་གཏམ་འབུལ་ཞུ་བའི་སྐབས་ལ་ཨ་ནེ་ཇའོ་རུ་མི་བཅས་ཀྱི་མཛད་པ་འཕྲིན་ལས་དེ་ཚོ་མ་ལུང་དྲངས་པའི་ཐོག་ནས་ཨ་ནེ་ཅིག་མེ་འདྲེ་བརྒྱ་ཤས་དང་དེ་འདྲས་ཀྱི་བཟོ་ཡ་གི་ལམ་སྲོལ་ཡོད་པ་དང་ཨ་ནེ་གོ་སྐབས་དེ་རྐུན་པོ་ཡིན་པའི་སོང་ཙང། རྡོ་རྗེ་སློབ་དཔོན་སུ་མཁས་པ་ཡིན་ནས་ཨ་ནི། མེ་འདྲའི་ཇག་ཤེས་འདི་རིང་པོ་ཙམ་ཡག་གི། གོམས་གཤིས་ཅིག་ཡོད་བསྡད་པ་རེད། ཨ་ད་རན་བརྟན་བཞུགས་འདི་ལ་ཁ་ཚིག་ངས་གསལ་བཤད་ཞུ་བ་ན་བཞིན་བྱས་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་ཡར་ཕེབས་འགྲོ་གི་ཡོད་པ་དང། ཨ་ནི་བརྟན་བཞུགས་ཀྱི་བྱ་རིམ་འདི་མང་པོ་ཞིབ་པོ་བྱེད་ཡོད་པ་ཡིན་ན། ཨ་ནི་དུས་ཚོད་མང་པོ་ཅིག་དགའ་ཡག་གི་དཀའ་ངལ་དང། རྡོ་རྗེ་སློབ་དཔོན་གྱི། མེ་འབྲས་བརྒྱ་ཤེས་དེ་ཡང་རིང་པོ་ཞིག་ལ་མོ་གོ་བ་བྱེད་ཅེས་འདུག་ཕྱིས་ནས་གནང་ཐུབ་པ་འགྲོ་བཞིན་པ་ཡིན། འདུག་བྱེད་ཅེས་འགྲོ་བསྡད་ཀྱི་ཡོད་རེད། དེ་ཅི་དང་དུས་ཚོད་ག་རེ་གཏན་འབེབས་བྱེད་ཀྱི་ཡོད་པ་ཡིན། ཕོ་བྲང་རང་ནས་གཟིགས་ཞིབ་གནང་ཆེད་བྱེད་ཀྱི་ཡོད་དུས་བསམ་པ་ལ་ང་ཚོ་དུས་ཚོད་ཡག་ག་ཅིག་རང་ལ་ཡིན་པ་སྤྱི་ལ་ངོས་འཛིན་ཞུས་པ་དང། ཨན་ཐི་ལི་ཡ་རྣམ་རྟོག་གི་སྤྱི་ག་རེ་ཡོད་པ་ཡིན་ནས་དེ་ཚོ་ཤི་འགྲོ་བས་ཀྱི་གནས་སྟངས་ཅིག་མཐོང་གི་ཡོད། ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དུས་ནས་དུས་སུ་མང་ཚོགས་ལ་ཡང་ལར་ནས་ཡང་དུ་ཨ་ནི་སྐུ་ཚེ་རིང་པོ་བསྟན་ཡ་ཡིན་པས་ཀྱི་ཐུགས་ཀྱི་ཞལ་བཞེས་གང་ཡོད་པ་དེ་ཡང་ཚེ་བཀའ་སློབ་གནང་ཡོད་རེད་མང་ཚོགས་ལ་ཡིན་ན་དག་ལངས་ཞུ་གི་ཡོད། སྤྱི་ནོར་ཁང་སང་མགོ་ཆེན་པོ་མཆོག་སྐུ་ཚེ་ག་ཚོད་བརྟན་མི་བརྟན་ཟེར་ངེས་དེ་ང་ཚོ་བླ་སློབ་ཀྱི་དམ་ཚིག་ལ་ཡང་རག་ལས་ཀྱི་ཡོད་ར་དྭ་ཞེས་ནི། བླ་མས་གང་གསུངས་ཞེས་པ་དེ་དོན་རྟོགས་པའི་ཐོག་ནས་ང་ཚོའི་ལག་ལེན་ལ་ཁད་ཐུ་བ་འདྲ་བོ་བྱིན་པ་ཡིན་ན་བླ་མ་ཐུགས་དགྱེས་ཀྱི་རེད་དྭ་ནང་བཞིན་གྱི་ནི་བླ་མའི་ངོས་ནས་ཡིན་པ་ཡིན་ནས་ང་ཚེ་རིང་པོ་བསྡད་པ་ཡིན་ན་ཕན་ཐོགས་ཅི་ཡོང་ས་རེད་ཞེས་ནི་དགོངས་བྱས་ཚེ་རིང་པོ་ཞུ་བའི་ཐུགས་དགྱེས་ཡོད་པ་ནང་བཞིན་གྱི་ནི། ཞུ་ཐུབ་ཡ་ཡོད་རེད། གལ་སྲིད་ང་ཚོ་སློབ་མའི་ངོས་ནས་བླ་མ་དང་དམ་ཚིག་མ་མཐུན་པའི་ལས་ཀ་བྱས་པ་ཡིན་ན་ཨ་ནི་བླ་མ་ལས་ཐུགས་ཕམ་ཡོང་ཡ་ཏན་ཏན་ཡོད་རེད། དེ་ཡིན་དུས་བསམ་པར་ད་ལྟའི་མ་དེ་མི་འདུག་ཨ་ཞེས་ནས་དགོངས་པ་འགྲོ་བྱིན་པ་ཡིན་ན་ད་འདས་ཀྱི་ཐུགས་རྗེ་ཡོད་པ་དེ་ལས་ལྡོག་ནས་སྐུ་ཚེ་ལ་ཡང་བར་ཆད་ཡོང་མ་སྲིད་པ་དེ་འདྲའི་མེད་པས་སོང་ཙང་ཨ་ང་ཚོ་དེ་ཚོགས་ཁང་ནང་ཡོད་པའི་ཚོགས་ཁང་ར་བ་དེ་ནང་ལ་ཡོད་པའི་གི་མཛད་གཙོ་རྣམ་པ་དང། ཨ་ནི་དེའི་ཕྱི་ལོགས་ཡོད་པའི་ད་ལས་ཀྱི་སྣེ་མོ་བ་མང་ཚོགས་ཚང་མ་ལོགས་ངོས་ནས་ཨེ་ང་ཚོ་དེ་འདྲའི་ཅིག་རྒྱ་རོམ་ཆེའི་ཐུགས་ཚབ་ཡོང་མོ་བ་ཡ་དང་རྒྱ་རོམ་ཆེའི་ཐུགས་སྤྲོ་པོའི་ཐོག་ནས་ཞུ་ཐུགས་ཡ་གི་གནས་བབ་ཅིག་བསྐྲུན་ཡ་དེ་ང་ཚོའི་ལག་པ་ལ་ཡོག་རེད་མ་གཏོགས་ཅིག་གཞན་པ་སུ་ཅིག་གི་ལག་པ་ལ་ཡོག་མ་རེད་ཞེས་ནས་དེ་ཞུ་གི་ཡོད་དེ་ཡིན་པས་སོང་ཙང་བཙན་བྱོང་བཀའ་ཤག་གི་ངོས་ནས་དུས་རྒྱུན་དུ་ནས་ཞུ་བསྡད་ཀྱི་ཡོད་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་ཚབ་ཡོང་ཡ་གི། ཨ་ནི་ལས་དོན་མི་བྱེད་ཟེར་ཡ་དེ། བསམ་བློའི་ནང་ལ་འཁྱིལ་པའི་ཐོག་ནས་ཨ་ནི་ལས་ཀ་བྱེད་བསྡད་ཀྱི་ཡོད་ཕྱིན། ཁ་རྩང་ངས་པར་དོན་སྲིད་སྐྱོང་མཆོག་ལ་ཐུགས་སྣང་བཞེས་འཁུར་ཅིག་གནང་པ་རེད། ན་དེའི་རྗེས་ལ་པར་དོན་སྲིད་སྐྱོང་མཆོག་གིས་ལན་དེའི་ནང་ལ་ལན་མ་གུ་བཞེས་འདུག་ཡིན་ན་ཡང་གང་ལྟར་པར་དོན་སྲིད་སྐྱོང་མཆོག་ལ་ཨ་ནི་ཅིག་དཀར་མཛེས་དགོན་པའི་ལས་ཁུངས་ཆ་བགོས་བྱས་ནས་དབང་ཚད་ཡོད་རེད། དོན་དབང་ཚུལ་ཡོད་ལྟ་ཡོད། ངས་ཡང་འདི་ནས་དཔལ་ལྡན་སྲིད་སྐྱོང་མཆོག་ཟེར་འདུག་རྒྱུ་དེའང་དབང་ཚུལ་དེ་ཡོད་པའི་ཆ་ནས་རྐུབ་ཀྱག་དེ་ལ་ཁྱིམ་སྟོང་སྤྲད་དགོས་མ་གཏོགས་སྤེན་པ་ཚེ་རང་མཆོག་ཟེར་ངེས་ཀྱི་ཞུ་གོ་མ་རེད། དེ་ལ་ག་དུས་ཡིན་ན་དཔལ་ལྡན་དང་མཆོག་ལ་སོགས་པ་མཐར་མྱུར་དུ་བཙུགས་དགོས་ཡ་དེ། ཀུན་དབང་ཡོད་པའི་ཆ་ནས། ཁྱིམ་སྟོང་ཡོད་པའི་ཆ་ནས། ཞུ་གི་ཡོད་དེ། དེ་ཁྱེད་ལ་དབང་ཚུལ་ཆ་ཚང་བ་ཡོད་རེད། ཡིན་ན་ཡང་ང་ལ་དབང་ཚད་ཡོད་ཟེར་ནས། ཚང་མ་དེ་ག་ཟེར་དགོས་ན་སོ་སོ་མི་གཅིག་གི་བེད་སྤྱོད་བཏང་བཞག་པ་ཡིན་ན། དེ་ནས་དམར་པོའི་གཞུང་དང་ཁྱད་པར་ཡོད་རེད་ཡོད་མ་རེད། དཔེར་ན་ང་རང་ཚོ་རྒྱ་ནག་ལ་བསམ་བློ་བཏང་བ་ཡིན་ན། ད་ཏང་སྲིད་དང་དམག་གསུམ་ཟེར་གྱི་ཡོད་རེད། དེ་ཆ་ཚང་བ་དེ་ཁོ་རང་གི་གཞུང་དེ་ཡིན། དེ་ཁོ་ལ་དབང་ཚད་ཡོད་ཟེར་དགོས་ད་ལོས་ཡོད།

དེ་འདྲ་བའི་གནས་སྟངས་མང་པོ་ཅིག་ཡོང་གི་རེད་བསམ་གི་འདུག་དེ་འདི་མ་འོངས་པ་དེའི་སྒང་ལ་གང་གང་ཟེར་ང་ད་གར་ཟེར་གི་པོ་མི་མང་ཞི་འཐིས་ཅིག་ཡིན་པའི་ཆ་ནས། ལམ་སྟོན་བྱེད་དགོས་ཡ། སྐུལ་འདེད་བྱེད་དགོས་ཡ་ལ་སོགས་པ་འགན་འཁྲི་རེ་དང་འོན་ཀྱང། ང་ཚོས་སྐུལ་འདེད་བཏང་སྟེ་ཏག་ཏག་ཅིག་ཆགས་ཀྱི་ཡོད་ནི་མིན་ནི་ཧ་གོ་གི་མི་འདུག་ཡིན་ན་ཡང་ད་མེད་ཧ་མ་གོ་ན་ང་རང་གི་སྡུག་གྱོང་རེད།
གལ་སྲིད་ཁྱེད་ཉིད་ད་དུས་ཚོད་དེ་དྲན་གྱི་མི་འདུག་ཡིན་ནའི་ཁུ་རུའི་སྤྱི་འཐུས་མཆོག་གིས་གཞེན་སྐུལ་ཅིག་གསུངས་གནང་བ་རེད། དེའི་ཐོག་ལ་ཡང་ངས་སྙིང་བསྡུས་ཅིག་ཞུས་པ་ཡིན། ད་འདི་འཛིན་སྐྱོང་བཀའ་ཤག་གི་ལས་ཀ་བྱེད་ཡ་འདི་འཛིན་སྐྱོང་བཀའ་ཤག་ལ་བཞག་གནང་རོགས་གནང། ང་ཚོའི་དགེ་རྒན་ཏག་ཏག་ཅིག་ཁྱི་བྱས་འགྲོ་དགོས་ཡིན། འཐུས་ཤོར་འགྲོ་གི་འདུག་ན་འདི་དང་འདི་འགྲོ་གི་འདུག་ཅེས་ནས་མཛུ་གུ་བཙུགས་བྱས་བཏོན་གནང་བ་ཡིན་ན་ནི་འགྲོ་གི་ཡོད་དང་མེད་དེ་ང་ཚོས་གསལ་བཤད་བྱས་བྱས་བྱས་ཆོག་གི་རེད། དེ། ཞུ་ཡ་ཡིན། ཨ་ནི་མི། རྩ་བའི་གི་དགོངས་ཚུལ་གསུང་མ་ཆོག་པ་དེ་ནི་གལ་མ་རེད། གསུང་ཆོག་གི་རེད། གསུང་པ་དེ་ལ་ལན་ཅིག་ཕུལ་བ་རེད། དེ་ལ་ཡང་ངས་གི་སྒྲ་དང་པོ་དང་ཚིག་རྩུབ་པོ་དང་དེ་འདྲའི་གི་ཐོག་ནས་ནི་གང་ཡང་ཞུས་མེད། བཅའ་ཁྲིམས་ནང་ལ་ཡོད་པའི་གི་འགན་དབང་དེ་ཞུ་ཡ་དེ་ངས་ལེན་མཁན་རེད། དེ་ཡིན་པས་སོང་ཙང་དེ་ཞུ་བ་མ་གཏོགས་ཅིག་གི་ང་ལ་དབང་ཆ་ཡོད། ཁྱོད་ཚོ་ག་བཞིན་བྱུས་གཏོགས་བྱེད་ཀྱི་ཡོད་ཟེར་ནས་དེ་ངས་ཞུས་མེད། དེ་འཛིན་སྐྱོང་གི་བཅའ་ཁྲིམས་ནང་ལ་གསལ་བའི་གི་འགན་དབང་དེ་ཞུ་གི་ཡོད་རེད་མ་གཏོགས་ཅིག་གིས་དེ་གར་བྱས་དང་མ་བྱས་ཟེར་མཁན་དེ་འཛིན་སྐྱོང་རང་བཞག་གནང་རོགས་གནང་ཟེར་ནས་དེ་ཅིག་ཞུ་གི་ཡོད། ད་མི་གཅིག་གིས་བེད་སྤྱོད་བཏང་ནས་ཟེར་ཡ་དེ་ཚིག་དེ་ཡོང་བསྡད་ཀྱི་འདུག་མི་གཅིག་གིས་དབང་ཆ་བེད་སྤྱོད་བཏང་ཟེར་ཡ་དེ་ཡང་པའི་དེ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་བྱང་ཀོ་རི་ཡ་གི་ཀིམ་ཇོང་ཨུན་ལ་དཔེ་ཞྭ་བྱས། ད་ལྟའི་ཁ་ཆེའི་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སྟངས་དེ། མི་གཅིག་དབང་ཆ་ཚང་མ་ཟིམ་བྱས་ཐག་གཅོད་འགྲོ་གི་ཡོད་པའི་གནས་སྟངས་སུ་རུ་གཅིག་འགྲེལ་བཤད་བསྐྱོན་གནང་གི་འདུག་དེ་དཔེ་བྱ་ས་དེ་ཏག་ཏག་བྱེད་བསྡད་ཡོད་མ་རེད། ག་རེ་ཟེར་ན་ང་ཚོ་དེ་མང་གཙོའི་གི་སྒྲོམ་གཞི་གཅིག་གི་འོག་ནས། གྲོས་ཚོགས་ཀྱི་གཏན་ལ་ཕབ་ཤོར་བའི་བཅའ་ཁྲིམས་དང་ཁྲིམས་དང་སྒྲིག་གཞི་འཛུགས་དགོངས་དོན་ཆེད་ནི་ལས་ཀ་བྱེད་འགྲོ་གི་ཡོད་རེད་ང་མི་གཅིག་གཅིག་པོ་གི་འགན་ཁྱེར་ནས་འགྲོ་ཡའི་འདོད་པ་ཡོད་ཟེར་ནས་ངས་ཞུས་མེད། གྲོས་ཚོགས་འདི་འགོ་བཙུགས་པ་ནས་བྱས་རྗེས་དམ་བཅའ་ཕུལ་བ་ནས་བྱས་རྗེས་བཀའ་བློན་གྱི་འོས་མི་ཚང་མ་བཏོན་ཡག་གི་འདོད་པ་ཡོད་དེ་ད་ལྟའི་གནས་སྟངས་གར་ཆགས་དེ་ཡོད་མེད་ཚང་མ་ལོག་མཆན་འདེབས་ཀྱི་ཡོད་རེད་ད་རིང་གྲོས་ཚོགས་འདིའི་ནང་ལོག་ནས་ལང་ཀ་འདི་གཙང་མ་འདྲ་བོ་ཆགས་པ་ཡིན་ན་བཀའ་བློན་འོས་མི་བཏོན་ཡག་ལ་ཡང་གྲ་སྒྲིག་ཡོད་ཟེར་ནས། ལུགས་བཞིན་ཞུས་འདོད་ཡོད། དེ་ང་མི་གཅིག་གི་དབང་ཆ་ཟིམ་ཡག་གི་ཆེད་དུ་ང་ལངས་པའང་མེད་ལ། ཨ་ནི་འགྲོ་ལུགས་དང་འགྲོ་སྟངས་མ་མཐུན་པའི་ཐོག་ནས་མི་གཅིག་གི་དབང་ཆ་ཞུ་ཟིམ་བྱས་ལས་ཀ་བྱས་ཤག་པ་དེ་འདྲས་གང་ཡང་མེད། ལས་ཀ་གང་བྱས་པ་འདི་གའི་ཚང་མ་ལོ། ཁྲིམས་དང་སྒྲིག་གཞི་གི་དགོངས་དོན། ཨ་ནི་དམངས་གཙོའི་འགྲོ་ལུགས་དང་མཐུན་པ། དེ་བྱས་ནི་འགྲོ་བསྡད་ཡོད་ཕྱིན། ཡིས་ཞུ་བསྡད་ཀྱི་ཡོད། རྒྱ་ནག་གི་འགྲོ་སྟངས་བེད་ཁ་ཁ་རེད་མི་གཅིག་གིས་ཀ་བ་གསུམ་ཀ་གཟིམ་ནས་བསྡད་དེ་ཡོད་རེད། དམངས་གཙོའི་ཀ་བ་གསུམ་ཀ་གཟིམ་ནས་བསྡད་ད་དམངས་གཙོའི་ཀ་བ་གསུམ་ཀ་གཟིམ་པའི་ཐོག་ལ་ཡ་ཨ་ནི་དམར་ཤོག་ཚོགས་པའི་གི་དྲུང་ཆེ། རྒྱལ་ཁབ་ཀྱི་སྲིད་འཛིན་དམག་གི་འགོ་ཁྲིད་གསུམ་ཀ་དབང་ཆ་གཟིམ་ནས་ད་སྡུག་བྱས་ནས་དམངས་གཙོའི་ཀ་བ་གསུམ་ད་མ་རེད་དེ་ཡིན་ནས་སྒྲིག་འཛུགས་གལ་ཆེ་བ་གསུམ་དེ་གི་དབང་ཆ་ཆ་ཚང་བྱས་གཟིམ་བྱས། དེ་ཡོད་རེད། དེ་ལ་དམངས་གཙོའི་ལམ་ལུགས་དང་ཁྲིམས་དང་སྒྲིག་གཞི་ནང་ལོ་ཁྲིམས་དང་གང་བཀོད་པ་དང་ཁྲིམས་ནང་ལ་གང་བཀོད་པ་དག་ལག་བསྟར་བྱས་གཉིས་ཀྱི་བར་ལ་ཁྱད་པ་ཆེན་པོ་ཡོང་གི་ཡོད་རེད། དེ་ཡང་ན་ནས་ཕྱིན་ཆད་ནས་བྱང་ཨ་མི་རི་ཀ་ནང་བྱང། ཀོ་རི་ཡའི་ནང་ལོགས་ལས་གནས་ཚུལ་ད་ག་རང་འགྲོ་བསྡད་ཡོད་རེད་མ་གཏོགས་ང་ཚོའི་བོད་པའི་སྤྱི་ཚོགས་དེ་འདི་དང་མཉམ་དུ་བསྡུར་བ་ཡིན་ན། སོ་སོ་སོའི་སྒྲིག་འཛུགས་ལ་ཡང་ཆེ་མཐོང་ག་ཚོད་ཅིག་ཡོང་གི་ཡོད་མེད་ཟེར་ཡ་དེ། གནས་སྟངས་ཅིག་ཆགས་ཡོང་གི་ཡོད་རེད། ང་ཚོ་ང་རང་ཚོའི་གི་སྒྲིག་འཛུགས་ལ་ཆེ་མཐོང་གང་ཡང་མེད་པ་ཡིན་ན་ང་སྟོན་པ་ཚེ་རིང་ལ་གུས་ཞབས་བྱེད་དགོས་རེད་ཟེར་མཁན་དུས་ནམ་ཡང་ལབ་མ་མྱོང། ང་ད་ནི་དེའི་སླེབས་དེའི་དེའི་ལས་འགན་ཇི་ཡོད་པ་ཆགས་ནས་སླེབས་པ་རེད་མང་གཙོའི་ལམ་ལུགས་ཀྱི་ཐོག་ནས་འདམས་ནས་སླེབས་ཤར་བ་རེད་མ་གཏོགས་ཇི་གི་ང་སྒེར་ལ་གུས་ཞབས་བྱེད་དགོས་རེད་ཟེར་མཁན་དུས་ནམ་ཡང་ཞུ་མ་མྱོང། ཞུ་དགོས་ཡས་ཀའི་ཁེལ་མེད། གུས་ཞབས་མ་གནང་བ་ཡིན་ནའི་ཁེལ་དགོས་ཀྱི་བསམ་ཚུལ་གང་ཡང་མེད་ཟེར་ནས་དེ་ཞུ་གི་ཡོད་དེ་སུ་སུ་སུའི་དགོངས་པ་ཞལ་གྱི་རེད། དེ་ནི། ད་འཐུས་ཤོར་འགྲོ་གི་ཡོད་པ་འདི་བཀའ་བློན་ཡོད་པའི་ལས་ཁུངས་དང་བཀའ་བློན་མེད་པའི་ལས་ཁུངས་ཀྱི་བར་ལ་ཡང་གཅིག་བསྡུར་གནང་གི་འདུག་ད་འདི་ཚོ་བཀའ་མོལ་མཛོད་མཁས་སར་བཀའ་མོལ་མཛོད། གསུང་སྟངས་མཛོད་ད་ངས་དོགས་གཞི་བསླང་ཡང་གི་འདོད་པ་ད་ཁེལ་མེད། ཡིན་ནའི་ང་ལ་ཚུལ་བཀའ་ཤག་ཚུལ་གསུངས་པའི་སྐབས་དེ་ལ་དཀྲོག་གཏམ་ཆགས་གི་རེད་ད་སྐྱག་རྫིང་བཤད་གི་འདུག་ད་དེ་འདྲའི་མང་པོ་ཞུ་ཅིག་གསུང་གི་འདུག་ད་ཡིན་ནའི་འདི་ཚོ་ལ་ཡང་ལན་དེ་འཇམ་པོ་བྱེད་ནས་ཕར་ཕུལ་གི་ཡོད། དེ་ཡིན་དུས་བསམ་པ་ལ་ཡང་ཁ་ནས་དེ་འདྲས་བྱས་ནས་འགྲོ་དེ་ཡོད་ཟེར་ནས་ཞུ་ཡ་ཡིན།